རྒྱ་ནག་གི་བགྲོ་གླེང་བྱས་པའི་བོད་ཀྱི་ལོ་རྒྱུས་སྐད་རིགས་གཟེངས་བསྟོད་བྲིས་པ་ཞིག་གནང་བ་རེད། ད་ལྟ་ནི་རྒྱལ་རབས་དངོས་གཞི་འགོ་བརྩམས་ཚར་གྲོངས་ད་རུང་རྒྱ་ནག་གི་ཡིག་ཆ་ནས་ལོ་རྒྱུས་ཟེར་ག་གཏུམ་ཚེམ་གཏུམ་ཚེམ་ཟེར་གི་ནས་ཆུ་འབེར་གྱི་ཁོང་རེ་ག་འདི་ནས་དྲངས་གི་ཡོད། དེའི་ནང་ནས་ད་ཁར་ཚང་འཇང་གི་རྒྱལ་བོ་འཕན་གྱི་ལོ་རྒྱུས་དུ་ལྟ་བ་ཟིན་ན་དགེ་ལེན་ཆུ་འབེར་གྱི་འདིའི་ཐོག་བཤད་གཞི་དྲངས་པ་མ་གཏོགས་དགེ་ལེན་ཆུ་འབེར་ཁོང་གི་བོད་ཀྱི་རུས་ཁུངས་དེ།

འོད་ཀྱིས་རྒྱལ་མོ་མཚན་མི་གསལ་བ་ཞིག་གི་སྐུ་རུ་བྲིས་ཏེ། རྒྱལ་མོ་དེའི་སྟོད་ཐུང་སྔོ་ནག་ཕུ་ཐུང་གི་ཁ་ས་ལ་རག་པ་ཙམ་དུ་རིང་བ་ཞིག་བྱོན། མི་ལ་དར་ཤམ་དར་ནག་པོའི་ཤམ་ཐབས་བྱོན། སྐྲ་ལ་ལྷས་མ་ཆུང་ངུ་མང་དུ་བྱས་ཤིང་རྣ་བ་ལ་ཨ་ལོང་དག་ལྷམ་བཟོ་ཡུ་བྱ་བ་བྱོན། དགུན་དུས་སུ་བག་ཧུའི་གྱོན་པ་བྱི་ལ་ཚེམ་གྲུབ་སྣ་ཚོགས་ཡོད་པ་ཞིག་བྱོན་སོགས་བྲིས་ཏེ། དྲུང་ཡིག་ཚེ་ཤ་རུས་རྣམས་གསེར་ཕྱེ་དང་མཉམ་དུ་བསྲེས་ནས་ལྕགས་སྣོད་དུ་བཅུག་སྟེ་ས་ལ་སྦ་སོགས་གནང།

བཙན་པོའི་རྒྱལ་རབས་ཀྱི་སྔོན་ཚུད་ན་ཆོག་པ་རྒྱལ་རོང་སྲོང་བཙན་སྒམ་པོའི་མདོ་དགོང་མཐོ་སྒང་དག་གཅིག་ཅེར་མ་བྱིས་གོང་ཡར་སྔོན་ན། དང་བོ་བོད་མི་བོགས་དོང་གཅིག་གམ་ཉེར་བརྒྱད་དུ། མདོ་དགོང་མཐོ་སྒང་དེ་ཁྱབ་ནས་དང་ལོ་ང་མང་བོའི་ནང་རྒྱལ་ཕྲན་མང་བ་ཡིན་ནས་སྤྱིའི་སྡེ་བ་ནི་གནས་སྐབས། དེ་ཡར་སྣང་ཟིག་གི་གཏམ་རྒྱུད་དུ་ཕར་ཆེར་ཨེ་ཡིན་ན་བསམ་གོ། ད་གི་ད་དེ་གཅིག་ན་རྒྱ་ནག་གི་ལོ་རྒྱུས་ངོ་མ་བོའི་ནང་ཡང་བོད་ཀྱི་ས་ཆ་འདི་བོད་མིའི་རྒྱལ་ཁབ་ཟེར་གྱི་གཟིགས་ཡུམ་ཉོན་མོངས་འཛིན་ལྡན་གྱི་ལོ་རྒྱུས་ཀྱི་བྲིས་ཡོད་པ་དང། རྒྱ་ནག་གི་སྒྱུ་རྩལ་རྩོམ་རིག་གི་ནང་ཡང། རྒྱ་ནག་གི་ཐང་གི་དུས་ཀྱི། ཧོན་ཤན་ཚང་རྒྱ་གར་སོགས་སྐྱོད་པའི་རྣམ་ཐར་དང། ནུབ་ཕྱོགས་སོགས་སྐྱོད་པའི་རྣམ་ཐར་འདི་ནི་རྒྱ་ནག་གི་མིན་ཁྲའོ་གི་སྐབས་ཀྱི་རྩོམ་རིག་གྲགས་ཅན་བཞིའི་ནང་གི་གཅིག་རེད་ཨང། ནུབ་ཕྱོགས་སུ་སྐྱོད་པའི་རྣམ་ཐར་གྱི་ནང་ཡང། ད་ལྟའི་ནང་གི་མི་སྣ་སོགས་ཐང་སིན་རྒྱ་གར་སོང་དུས་ན་ལམ་སྣང་ནས་བོད་མི་རྒྱལ་ཁབ་ཟིག་ག་ཐུག་ནས།

དགུན་དུས་སུ་བག་ཁུས་གྱོན་འབབ་བྱི་ལ་ཚེམ་དྲུབ་སྣ་ཚོགས་ཡོད་པ་ཞིག་གྱོན་ཆོག་དྲིས་ཏེ། ད་དགུན་དུས་སུ་བག་ཁུས་གྱོན་འབབ་བྱི་ལ་ཚེམ་དྲུབ་ཡོད་པ་སྣ་ཚོགས་གྱོན་ཚུལ་དུ་ཕར་ཆེར་གྱི་ཆབ་ཀྱི། ཕྱིས་ཀྱི་འོག་གི་འབྲོག་ཁུལ་ས་ཁ་བཟོ་སྟངས་ཕར་ཆེར་དུ་ཨེ་ཡིན་ཨ་བསམ་འདུག་གི། རྒྱ་ནག་གི་ཡིག་ཆ་རྙིང་བ་གི་ནང་རྒྱ་གར་དང་ཐག་ཉེ་བའི་ས་ཆ་ཟིག་ཡིན་ནི་འདྲ་འདྲ། རྒྱ་གར་གྱི་ཆ་ལུགས་དང་འདྲ་ནི་འདྲ་འདྲ་འདི་མིན་གྱི་གོ་སྐབས་ཤ་པའང་རྒྱབ་འོས་ས་རེད། རེད་དེ་ད་དེ་ཚོ། གང་ལྟར་དཔང་རྟགས་ཚད་ལྡན་མ་རག་ཡོད་བར་དུ་གི་ཆེ་གེ་འདི་ཡིན་འདི་མིན་གྱི། ཆ་ཟིག་གོ་ནི་ཨོ་ཚོགས་ཀྱི་སྟེང་ནས་ཁ་ཚོགས་བྱེད་མི་ཐུབ་གི།

དེའི་མི་ཚད་བོད་རང་གི་ལོ་རྒྱུས་འབའ་ཞིག་གི་ནང་དུ་ཡང་གསར་སྣང་གི་བུ་མོ་ཤི་བོའི་རོ་རྫིས་ནང་དུ་བཅུག་ནས་མིའི་མངལ་རོགས་ཏུ་སྦི་ཚུལ་སོགས་ཀྱིས་བསྒྲུབས་བྱུང་བའི་རྟེན་འབྲེལ་ཧྲོལ་ཞིག་ཀྱང་ཡོད་པར་ངོམས། ད་ལྟར་འཇིག་གི་རིག་གནས་དང་བསྟུན་པའི་མཐའ་ཡས་བ་ཟེར་བ་ཀུན་གར་ཚང་ཁོང་ནས་ཡང། ཤི་རྗེས་རོ་ས་འོག་ཏུ་སྦ་ཟེར་རྒྱུ་དེ་དག་ཡང། རོ་དུ་རྫ་མའི་ནང་དུ་བཅུག་ནས་ས་འོག་ཏུ་སྦ་རྒྱུ་ལ་སོགས་པ། ཀྲོང་ཡེ་ཚེ་ཤ་རུས་རྣམས་གསེར་ཕྱེ་དང་མཉམ་དུ་བསྲེས་ནས་ལྕགས་ཀྱི་སྣོད་དུ་བཅུག་སྟེ་ས་ལ་སྦ་ལ་སོགས་པ། འདི་འབའ་ཞིག་གི་ནང་བྱུང་ཚུལ་ལྟར་འདིས་རྒྱ་ནག་གི་ལོ་རྒྱུས།

བླངས་ན་ཞིག་དུས་དུས་དེ་རིར་ད་སྟོང་སང་ངེ་ཡོད་ན་སྐྱེ་བ་སྔ་ཕྱི་ཡོད་པ་ལ་ཡིད་ཆེས་ཡོད་ཡིན་ཟེར་ན་གང་ལྟར་འབའ་ཞིག་གི་ནང་ལོ་རྒྱུས་དེ་རིགས་བྱུང་བ་རེད། རེད་ད་གང་ལྟར་དེའི་ལོ་རྒྱུས་ཀྱི་ཟུར་ནས་ང་ཚོས་མཐོང་ཐུབ་པ་ཞིག་རྫ་མའི་ནང་དུ་རོབ་ཅིག་ན་སྦ་རྗེས་ཡོད་པའི་ཧྲུལ་ཡོད་པ་དེ་གི་གཅིག་གི་ཚོ་ཕག་ཡོད་ཐུབ་གི་ཟེར་ད་ད་འབའ་ཞིག་གི་ནང་དེ་རིགས་བྱུང་བ་ནི་རེད་ད་གང་ལྟར་དགེ་འདུན་ཆོས་འཕེལ་གྱི་འདི་ནས་འོ་སྐག་ད།

ད་གི་ཏིང་ངེ་འདི་ད་རུང་ཕྱི་གཟིགས་བྲིའོ་གི་ཟིན་ན། ཡིད་ཀྱིས་ངོ་མཚར་གཅིག་ན་ཟིན་ས་ཆ་གཞན་དང་མི་འདྲ་ནས་འོན་ཏེ། ངོ་མཚར་བ་ཟིན་ཡོད་ནོ། མི་སུ་ཡིན་ཡང་ཡིད་དེར་སླེབས་ན་རྒྱུ་མཚན་མེད་པར་སེམས་དགའ་ཡ་ལེ་བ་དང་གདོང་འཛུམ་མོ་ལེ་བ་ཞིག་འོང་སོགས་བྲིས། ཏིང་མི་ཟིག་བྲིའོ་གི་ཟིན་ད་ནི་མི་ཟིག་བྲིས་ནོ་སྟངས་ནི། བོད་མི་རིགས་འདི་ཙི་གི་ཟིག་སྤྲོ་སྣང་གི་སེམས་ཁམས་ཅན་ཡིན་པ་དེ་བློ་རྒྱུས་ཧ་ཅང་རང་པོ་ཡིན་ས་རེད་ར། ཕྱིའི་གནའ་བོའི་དུས་ནས།

སྟག་གཟིག་གི་ལོ་རྒྱུས་འདི་ནང་ང་དུས་རིང་བོ་མི་རིགས་འདི་འདི་མི་གི་མི་རིགས་ཟིག་སྤྲོར་སྣང་ཅན་གི་ད་འདི་མི་ཟིག་ཡིན་པའི་ལོ་རྒྱུས་དེ་ཤིན་ཏུ་རིང་བ་ཡིན་པ་མཚོན་ཐུབ་གི་ད་ཕྱིས་གནའ་བོའི་དུས་ནས་དེ་མི་ཟིན་ས་རེད་ད་སོ་སོའི་འཚོ་བ་སྤྲོར་སྣང་གི་སྐྱབས་མཁན་གི་ལར་སྔོན་དུས་ཀྱི་ཧྲོལ་ཚིག་ཅི་འདྲ་ཡིན་བསམ་པའི་ཚེ་ད་ལྟའི་གི་ནི་ཆུ་མེར་གི་ཁོང་གི་དཔྱད་གཞི་ཟིག་བྲིས་ནི་ཡིན། དེ་མ་གཏོགས་སྔོན་གྱི་དུས་ཀྱི་བོར་ཟས་རྒྱུའི་ཧྲོར་ལུག་ཟླ་བའི་རྣམ་པ་ཕྱི་མི་ཟ་ཡིན་ནའང་བསམ་ནས་སེམས་མ་ཟ་ཤར་དུས་རྒྱལ་ཁམས་གཞན་གྱི་སྤྲེའུའི་ལོ་རྒྱུས་ཀྱི་ལྟ་བ་ཙམ་གྱིས་མ་གཏོགས་རང་གི་མིས་རང་ཡུལ་གྱི་ཧྲོར་ལུག་འདི་འདྲ་འོ་བཞིན་ཞིབ་ཏུ་བཀྲུས་པ་རིགས་ཤིན་ཏུ་སྙི་ག་འདི་ཡུལ་སྤྲིན་དང་འདྲ་བ་ཡིན་ཏེ། སོ་སོའི་མིས་སོ་སོའི་མྱིག་གི་ཁྱད་ཆོས་ཐོབ་བྲིས་ཀྱི་ཏོག་དཔེ་མི་ཉུང་གི་འོ་རྫིང་རེད་འདི་འོ་ཁུ་རུའི་ཁྱད་ཆོས་སུ་མ་རེད་ཡུལ་སྤྲིན་དང་འདྲ་བ་ཡིན་ཏེ། དཔེར་ན། ད་ལྟ་བོད་སྤྱི་མོས་བྲེ་ཡི་ལོ་རྒྱུས་ཀུན་ལ་བལྟས་ཀྱང་ལྷ་སའི་གྲོང་ན་བོད་མི་རྣམས་སྤང་གདན་ཁྲ་བོ་དང་འབབ་ཕྲུག་ཟུར་གསུམ་དད་པའི་མགོ་སྒུར་རྒྱན་གྱི་ར་གཞོན་སྐྱེས་པ་རྣམས་པགས་ཞྭ་སྣ་ལེབ། པགས་ཞྭ་སྣ་ལེབ་བཞི་ཡོད་པ་ཞིག་སྐྱོན་སོགས་དྲི་བ་ཧྲིལ་མཐའ་ཙམ་ཡིན་ལ། ད་ནི་ལོ་ལྔ་བརྒྱ་ལྷག་སོང་ཚེ་ད་ལྟའི་ཧྲོལ་ལུགས་འདི་ཀུན་ཀྱང་མི་བརྒྱུད་རྣམས་ལ་ཤིན་ཏུ་ལྐོག་གྱུར་དུ་སོང་སྟེ་ཡུལ་ཁམས་གཞན་གྱི་མིང་སྔགས་སྒྲུང་རྙེད་པ་རྣམས་བསགས་ནས་རགས་ཙམ་ཞིག་ལས་བཤོལ་མི་ཐུབ་པ་སོགས་ཡིན་ནོ་གསུངས། ཡིན་ནའང་ད་འདི་སྔགས་ཀྱི་ན་ཡང་ཙི་གི་གོང་གི་གསུང་ནོར་དུ།

འོ་མི་གཞུང་ཆ་འོད་སྲུང་ནི་འབྲས་བུ་རིན་ཐང་ལྟ་བུའི་གཟིར་ནས་འཇིག་རྟེན་གྱི་མྱི་ཕར་ཡིས་ནམ་རྒྱུན་གྱི་འཚོ་བ་བརྗོད་ཤེས་རབ་ཤེས་པའི་གསུང་ལུགས་བརྩམས་ཆོས་དང་འདི་མང་བ་མ་ཐོན་དུས་ཐ་ན་འོད་དཀར་གནའ་བོའི་དུ་བའི་ཆ་ལུགས་གཟི་ཡིན་ལ་འདི་རིགས་དཔག་དགོས་ན་དཔག་དཀའི་བ་གཟི་རེད་དག་གསུང་ད་ད་ལྟ་ཡིན་ན་ད་ལྟའི་རྩོམ་གཟི་གི་ནང་ཡིན་ན་ལྷ་སའི་གྲོང་ན་འོ་མིན་ན་སྤང་ལྡན་ཁྲ་བོ་དང་འབབ་ཕྲུག་གཟིར་གསུམ་ཞིག་བྱོན་ཟིན་ན་ད་ཆ་ལུགས་ཅི་མ་ཅི་བཞིན་དུ་འགྲུབ་པའི་ལོ་རྒྱུས་ཧྲིལ་ཐག་ཙམ་ཡིན་རྒྱུ་རེད་གསུངས་དགོས་གི་ར། ད་དགེ་འདུན་ཆེན་པོའི་ཁོང་གི་དུས་ར་བ་དེ་མི་རེད། ཡིན་ནའང་ད་ད་ལྟའི་དུས་ལྟ་བུ་ཟིན་ན་ང་ཚོས། ད་འོག་གི་རྩོམ་རིག་གསར་བ་འདི་རིགས་དར་ནས་འོང་དུས་སྒྲུང་རྩོམ་དང་དེའི་ནང་ད་ལྟའི་འོ་མའི་ཆ་ལུགས་དང་རྣམ་པ་ཇི་བཞིན་དུ་འབྲི་མཁན་མང་ཡོང་དགོས་ནི་རེད། དེ་ཡིན་སོང་ཙི་གི་ད། ལོ་ལྔ་བརྒྱ་ཙམ་གི་བཞུགས་ནས། ཡང་འོག་གི་ཆ་ལུགས་ཕྱི་མི་ཟིན་ན་བསམ་དོ་ཡུལ་དམག་གཞན་གྱིས་སྔགས་ཅི་ན་ལྟ་ཅི་མ་གཏོགས་རང་གི་ཡི་གེའི་སྟེང་ནས་རྙེད་ནི་མ་རེད་གསུངས་དགོས་གི་ར། ཡིན་ན་ད་ཁོང་གི་དུས་བཀའ་ཆད་ཟེར། ད་ད་ལྟ་འདི་ཟིན་ཡིན་ན་སྒྲུང་རྩོམ་དང་འདི་མང་དར་འོང་དུས།

ད་གི་ལྟ་སྟུག་གསུམ་གྱི་བཏུད་ཀྱི་འཁོར་ལོ་ན། འཁོར་ལོ་ནི་འཁོར་བའི་བཏུད་ཀྱི་ཁ་ནི། སྔོན་ན་མེད་པ་ནས་ཡོད་པར་ཆགས་པའི་རྒྱལ་རབས་ལོ་རྒྱུས་ཤར་ངོ་ཡོད་ཚད་པོ་ཡོད་པ་ནས་ཧར་ཡར་འབྱོར་ནི་རེད། ད་ཡར་སོང་བའི་སྔོན་གྱི་གཟུགས་བརྙན་རྣམས་ཤི་རང་འདི་རིགས་བསམ་བློ་བཏང་ན། སེམས་མ་ཁར་ནོར་དོ་ད། སེམས་དང་ནམ་མཁའ་སྟོང་བ་འདི་ཟེར་རེད། ད་ནམ་མཁར་སྟོང་བའི་སྟངས་སོ་སོའི་སེམས་ཀྱི་ལོ་རྒྱུས་ཀྱི་ནང་འདི་རིགས་བལྟས་རྒྱུ་ཆ་སྣ་ཚོགས་བསགས་ན། ཡ། ད་ལོ་ངོ་སྟོང་ཚོ་གཅིག་གི་སྔོན་གྱི་བཙན་པོའི་དུས་ཀྱི་འོག་མའི། ཆ་ལུགས་ཆ་བྱད་འདི་འདྲ་ཟིག་ཡིན་གྱི་རེད་བསམ་རྒྱུ་དུ།

དེ་ཡན་གྱི་རྒྱལ་རབས་རྣམས་ཀྱང་ངག་རྒྱུན་ཙམ་ཞིག་དག་ཉེ་བ་ལས་ལོ་ཚིགས་སོགས་བསྒྲིགས་ཏེ་སྐྱུ་མི་ལུགས་སུ་གཏན་ལ་འབེབས་པའི་སྐབས་མེད་ལ། དེ་ལ་རྗེ་གྲོང་ཚོའི་མགོན་པོ་ཡན་གྱིས་ཏི་བོ་ན་ཡི་གེ་མེད་པར་བསྒྲགས་པ་རེད། ད་ལྟའི་བར་ཆད་ད་ལྟའི་ང་ཚོས་སྐྱོད་བཞིན་པའི་བོད་ཀྱི་ཡི་གེ་འདི་རྒྱལ་རོང་གྲོང་ཚོའི་མགོན་པོ་ཡན་གྱིས་ནི་མེད་པར་བར་ཆད་གཏན་འཁེལ་ཡིན་གྱི་རེད་བསམ་གི་ད་འདི་འདིའི་འོག་ནས་ཡོང་ཡོང་ནི་རེད། རྒྱུ་མཚན་ཇི་ཟེར་རེད་ཟེར་ན། འདི་ཡི་རྒྱུ་མཚན་སྤྱིར་བཏང་གི་ཆེས་མང་དུ་བཤད་དགོས་ན་རྒྱུ་མཚན་གཙོ་བོ་གཅིག་གང་རེད་ཟེར་དུས

ད་ལྟའི་ང་ཚོས་སྐྱོད་བཞིན་པའི་ཡི་གེ་འདི་སྲོང་བཙན་གྱི་ཡར་སྣང་མིན་ནོ་ད་ཕར་ཆེར་བསྟན་གྱི་ཡིན་ན་ཆོག་གྱི་རེད། ད་ཡར་སྣང་ན་སྲོང་བཙན་ན་ཡི་གེ་ཡར་སྣང་ན་ཡི་གེ་ཡོད་དང་མེད་ལ་སོགས་པ་ད་ག་ལེ་ག་ལེ་དེ་བརྟག་དཔྱད་བྱེད་ཀྱི་ཡོད་ཀྱི་རེད་བསམ། མེད་པར་བསྒྲགས་པ་ཡིན་སྲིད་ད་ཡི་གེ་མེད་གསུང་དུས་ད་རྒྱལ་རབས་ཟེར་གྱི་འདུག་ཀྱོ་ཡི་གེའི་ལམ་ནས་ལྟ་ན་ཡི་གེའི་ལམ་ནས་འབྲི་ས་མ་སོང་དུས་ཡིན་དང་མིན་ངག་རྒྱུན་གྱི་ལམ་ནས་འབྱོར་རྒྱུ་ཙམ་རེད།

དེའི་རྗེས་སུ་བསང་ཤོག་ཀྱང་འབངས་དུ་བསྡུ། ད་ཁོ་སྔོ་ལོ་ཧོའང་བསང་སྒོམ་ཉེས་ཆིངས་ཀྱིས་ཕབ། དེ་མིན་ཡི་རངས་སོང་སྟེ། ཡིན་ཚབ་དགེ་བའི་བརྟུལ་ཞུགས་ན་ལྷུང་བཟེད་མགན་པོ་དང་སྦྱར་ནས་ཡབ་ཅིག་ཏུ་བཞུགས་ནས་སླར་ཡང་རྗེ་བློན་རྣམས་ཀྱི་སྤྲོ་བར་བ་སོགས་ཡིན་ནོ། དེས་ན་རྗེ་གནམ་རུ་སྐྲོང་བཙན་ནི་ཐོག་མར་ཡར་ལུང་དང་སྟག་ཕོ་སོགས་ལྷོ་སྐལ་ཕྱོགས་འདི་ཙམ་ཞིག་ལ་དབང་མཛད་པར་མངོན་ཞིང། དེའི་ཡན་གྱི་གདུང་རྒྱུད་རྣམས་ནི་ཕར་ཆེར་ཡར་ལུང་ཕྱོགས་ཆ་ཚང་ཞིག་གི་བདག་པོ་ཡིན་པར་སེམས། འོན་ཀྱང་རྗེ་གཉའ་ཐུབ་བཙན་པོ་འོས་ཁམས་སྤྱིའི་རྒྱལ་པོ་ཡིན་སོགས་ཀྱི་ཐ་སྙད་ཙམ་ལ་སྨོན་བར་མི་བྱ་སྟེ། དབྱར་གྱི་རྒྱལ་ཁྱོན་དང་རྒྱལ་ཁབ་ཀྱི་ས་མཚམས་བྱ་བ་དེ་ངོ་བོའི་ནུས་ཚོད་ལ་རི་མོ་བྲིས་པ་ཞིག་མེད་ཀྱང། འོ་ན་ཅི་ཞེ་ན་རྒྱལ་པོའི་དབང་ཤུགས་ཀྱིས་ཇི་ཙམ་དུ་ཁྱབ་པའི་ཕྱོགས་དེ་ཙམ་ཞིག་ལ་དབྱིར་ཐིག་ཐར་སྙེད་འདོགས་པ་ཡིན་པས་དེ་ཙམ་གྱིས་འོས་ཁམས་བྱ་བ་དེའང་དབྱིར་ཉིན་བསྲེ་བ་ཞིག་གི་མིང་ཡིན་པར་ཤེས་སོ། ད་འདི་གི་གཏམ་རྒྱུད་མདོར་བསྡུས་འོག་ཏུ། ད་འདི་ནས་ཅུང་ཟད་བརྗིད་བར་སོང་བར་གྱི་ཏི་ནི་ཏཱ་རི་ཡ། གནམ་རི་སྲོང་བཙན་གྱི་སྐོར་ཤོག་ཁྲིར་ཁ་བའི་ཚིག་ན་ཅུང་ཟད་བསྡུས་ཏེ་བཀོད་པ། ད་གི་ཏི་ནི་ཏཱི་ཚིག།

སྟོང་ལྷུང་གི་ཡིག་རྙིང་ན་སྟག་རག་གཉན་གཟིགས་འཛིན་མེད་གི་སྟག་བོ་གཉའ་གཟིགས་འཛིན་འོག་གི་དེ་གཏམ་རྒྱུད་དུ་བཞུགས་ནས་བསམ་ནི་རེད་ཟེར་དུས་རིག་བཤད་ཀི་ཡོད་ནི་རེད་ར། གང་ལྟར་ན། རྒྱལ་པོ་སྟག་རག་གཉན་རིགས་གཉན་གཟིགས་ཟེར་མཁན་གི་ཇོ་ཏི་རེད། སྟག་རག་གཉན་གཟིགས། པར་བའི་ཡར་སྣེ་ན་བཟང་བོ་རྒྱལ་ཁྲིམས་འབངས་སམ་གྱིས། ད། སྐབས་ད་དུ་གི་འུག་གཙང་གི་ཁུར་འཛིན་ན་ཆོག་གི་ད། འོག་གི་ས་སྐྱ་དུ་རྒྱལ་ཁྲིམས་བཅད་བཟུང་གི་ས་སྐྱ་ཟེར་རེད་རྒྱལ་ཁྲིམས་དམ་པ་དམ་པ་དམ་པ་དམ་པའི་ཡིན་ན་ད་ཞང་ཞུང་གཅིག་རེད། ད་གི་གཙང་བོ་རྫིས་ཟི་གི་དྭངས་སང་གི་གཙང་གི་ས་སྐྱ་ལྟག་གཅིག་རེད། ད་གི་ཧུབ་ཤོག་འདི་ན་རྒྱ་ཁྲི་ཆུང་ཆུང་ཟི་ག་གཉིས་ཡོད། ད་གི་ལྷོ་ཁ་གི་ཤོག་ན་ད་རྒྱ་རོ་སྟག་ར་གཉའ་ཟི་ག་རེད། སྦིར་ཡིར་ན་ཟི་གི་འདུག་རྒྱུ་བོ་འདི་ས་སྐྱ་ཟི་གི་དོན་རེད། ད་ཅིག་ཕག་གི་བྲེར་ན་ཆ་ཟི་ནི་རེད་གོ་ཀོང་པུའི་བྲེར་ན།

རྒྱལ་རོང་ལེགས་ཉིབ་རླངས་འཁོར་གྱི་ལོ་མིག་འདི་རྒྱལ་རོང་ཆབ་སྲིད་ཀྱི་ལེགས་ཉིབ་གྱི་གཞི་འཇིག་ཅན་གཅིག་རེད། དེའི་ནང་ནས་ཀྱང་རྒྱལ་རོང་མྱི་བཟང་ངན་ན་ལྟ་ཚུལ་དང་མྱི་བེད་སྤྱོད་སྟངས་སོགས་མྱི་གང་འདྲ་བ་ཟིག་དེ་དགའ་ཟིན་མྱི་གང་འདྲ་བ་ཟིག་ཡང་ངན་པ་ཡིན། དེའི་ལྟར་སྟངས་མྱི་གི་ལེགས་ཉིས་ཀྱི་ཁྱད་པར་འབྱེད་ཚུལ་དུ་ཁུར་ཀྱི་སྲིད་དབང་གི་རྒྱལ་ཕམ་དང་འབྲེལ་བ་དམ་པོ་ཡོད། ད་བཟང་བོ་གྱིས། མཛངས་ཤིང་བློ་གྲོས་ལྡན་པ་ནང་གི་ཕན་གྱི་ལི་ཀ་ཟི་ལི་ན་དེ་མི་དགའ། ད་ངུ་སྟོད་བདག་སྐྱམ་པའི་ཚིག་སྨྲ་བ་ཅན་པོ་དེ་དགའ། དེའི་གཞི་ཐ་ཙི་དུ་ནི་གཞི་རྩ་ནས་ཁོས་ཆབ་སྲིད་ཀྱི་གཞི་རྟེན་བཅས་ཀྱི་རྨང་གཞི་གཏོར་བཞིན་པ་རེད་ད་དུ་གསལ་བོ་རེད། དེ་ལྟར་བཟང་བོ་གྱིས་ཆོས་ལོག་ཀྱང་ཕྱི་བསྒྱུར་ཡིན་ཟེར། ད་ཉིན་རེ་ཟིན་ན་ལེགས་ཉེས་བླང་དོར་གྱི་ཁྱད་པར་མི་ཁོར། ཤ་ཟིན་ན་ལེགས་ཉེས་བླང་དོར་གྱི་ཁྱད་པར་མི་ཁོ་ར་བསྡད་དུས་ན། ད་དུས་ཤིད་ད་བརྟན་པོ་ཡོད་མ་རེད་ཆུ་ལོག་ཀྱང་ཤིད་རྒྱུ་རིག་ཟིན་ན་འདི་སྐབས་ཀྱི་ཆུ་ད་སངས་རྒྱས་ཀྱི་ཆུ་མ་རེད། གི་ཆེ་གི། རིག་གནས་དང་བླང་དོར་གི་བཤད་བ་གི་ཆུ་རེད་ཆུ་ལོག་ཀྱང་ཤིད་རྒྱུ་རིག་ཟིན་ན་གང་ལྟར། ཆབ་སྲིད་དུ་བདེ་ལོག་བདེ་ཐང་གི་ལམ་ནས་ར་སྐྱོང་རྒྱུའི་ལམ་ཁ་ད་ལྟ་རི་ལོག་ལ་མི་འཁོར་སོང་ནི་རེད། དེ་ནས་རྗེ་བོ་གཉིས་སྐུ་བཞེས་པ་ལས་ཟིན་ན་ད་དེ་ནས་གང་བྱུང་མང་བྱུང་གི་རྒྱལ་རོགས་སྡིག་རྩུབ་དྲག་པོའི་ཐང་ནས་ཉེས་བ་སྣ་ཚོགས་གསུང་གི་ཟིན་ན་ད་ད་གཏན་འཁེལ་གྱི་རེད་གཉིས་སྐུ་བཞེས་པ་ལ། མི་གཅིག་གི་མཐོང་ཡང་སྐལ་ཏེ་མི་ན་མོ་ཡིས་ཁྱབ་པ་ནན་ཆེ་བས། ད་རྒྱ་རུ་མི་འགྲིག་ནི་ཧ་ལུའི་བྱ་བ་ཟི་ལི་གོ་ནི་རེད་ད་མྱི་ཟི་ཀི་ཏོ་རིག་ནི་ད་གཅིག་གཟེ་ཁ་ཡིན་ན་ནི་གལ་ཏེ་མིན་ན་མི་བུའི་ཁྱབ་པ་ནན་ཆེ་བས་ཟི་ལི་གི་ད་བདེན་པའི་སྐད་ཆ་བཤད་མཁན་རྣམས